ད་ད་ལྟ་དེ་ཡ་ཅིག་ང་ཚོ་ད་དེ་ཐེངས་དང་པོ་ཟིག་གོ་འཛིན་གྲྭ་བརྒྱད་པ་དགུ་བ་བཅུ་པ་སློབ་ཕྲུག་བཅོ་ལྔ་ཞིག་འདུག་ང་ཚོ་དེ་སླེབས་བསྡད་ཡོད།
ཐེངས་འདིའི་ནི་དེ་རྡ་རམ་ས་ལ་ན་ལྟག་སྐོར་ཡོང་ཡ་ད་ད་ནི་ད་བོད་པའི་བཙན་བྱོལ་སྤྱི་ཚོགས་ཀྱི་ད་འདི་ཉལ་འགྲོ་བྱེད་ད་བོད་མིའི་སྒྲིག་འཛུགས་ན་ལྟག་སྐོར་འགྲོ་ཡ་དེ་ཡི་ནི་རེ་བ་གར་འགྲོ་བྱེད་ཡོད་ན་དེ་ཡོང་ནི་ཅིག་ཤེས་ཡན་འགྲོ་ད་ཅིག་ད་རེ་བ་འགྲོ་དགེ་ལ་དགེར་ངོས་ནས་རེ་བ་གར་བྱེད་ཡོད་ན་ཨ་ནི་སློབ་མ་ལ་གར་ཕན་གྱི་རེད་ལ་ནི་ཅིག

གི་གཡོར་བ་རྒྱན་གུར་བླངས་ནས་ཉིས་སྟོང་གསུམ་གནས་ཅན་ལབ་སྒྲ་དེ་གཡོར་བ་ཅིག་ཚགས་ཚུད་པོ་བྱས་ནས་གཞོན་ནུ་གི་རྒྱན་གུར་བཞེས་ནས་ལབ་སྒྲ་དེ་ཁོ་ཚོའི་གི་ལབ་སྒྲ་དེ་འདི་གནང་དགོས་རེད་ད་འཛིན་སྐྱོང་ཞིག་གནང་དགོས་རེད་ས་གནས་གཞོན་ནུ་རང་ད་ལབ་སྒྲ་དེ་མི་གི་ཅི་གཡོར་བ་ཤེས་རིག་དང་འབྲེལ་བ་ཡོད་རེད་དེ་གཡོར་བ་ལབ་སྒྲ་དེ་གནས་སྟངས་དེ་ག་ག་ཆགས་བསྡད་བ་རེད་ཟེར་ན་གཞོན་ནུ་གི་ད་ཅིག་རང་སྐྱོང་གི་ཁོངས་ཚུལ་དེ་རེད། ཨ་ནེ་བླ་བྲེ་གི་ཅིག་སྒྲོས་སྒྲོང་དང་དེ་ག་ཚང་མ་སློབ་ཡོན་ཕ་མའི་སློབ་ཡོན་གནང་བ་དེ་ནས་ཨ་ནེ་སྐལ་ལགས་ཚོ་དང་ཅིག་སློབ་ཡོན་ལ་ཅིག་སྤྲད་ཡ་དང་བླ་བྲེ་འགྲོ་སོང་བཏང་ཡ་དེ་ག་ཚང་མ་གཡོར་བ་དེ་གནང་གོ་རེད། ཨ་ནེ་བླ་བྲེ་གི་ད་ཅིག་ཉིས་སྟོང་དུ་ཨ་ནེ་ཨ་ནེ་བླ་བྲེ་ཡར་རྒྱས་བྱས་ནས་ད་ཅིག་ས་གནས་ཀྱི་མངའ་སྡེ་གི་སར་ཟུར་དེ་ཅིག་གནང།

དགེ་བཅུ་ཟིག་ཡོད། དེའི་ནང་ནས་ང་ཚོའི་སློབ་ཕྲུག་བོད་རིགས་སློབ་ཕྲུག་དགེ་བཅུ་མ་གཏོགས་ཡོད་མ་རེད། འདི་ཁོ་ཡི་འཛིན་གྲྭ་དམའ་རིམ་གྱི་འཇིགས་ཡོར་བ་སྔོན་འགྲོ་ནས་ཅིང་འཛིན་གྲྭ་བཅུ་བོ་བ་དག་ཏུ་འཁྲམས་བསྡད་པ་རེད་འཛིན་གྲྭའི་ནང་འཛིན་གྲྭ་རེར་བརྩིས་པའི་ན་སྤུའུ་སློབ་ཕྲུག་ང་རང་སོ་སོའི་བོད་རིགས་སློབ་ཕྲུག་ལྔ་དྲུག་དེ་འདྲས་མ་གཏོགས་ཆགས་བསྡད་མེད། ང་ཚོ་ད་ཅིག་བཙན་བྱོལ་སླེབས་ནས་ང་ཚོའི་གི་གནས་བབ་དེ་གཏོགས་ཐ་དད་ཆགས་བསྡད་ལ་ང་ཚོའི་གི་ཁང་འཇིགས་ཡོར་བ་རྗེས་ལུས་མང་ཤོས་དེ་སློབ་སྦྱོང་དང་འཐུས་ཤོར་ཕྱིན་བསྡད་ཞལ། ཨ་ནེ་ལོ་མང་པོ་ཞིག་ནས་ཡོད་པ་སློབ་གྲྭ་གཅིག་དངོས་གནས་མཐར་ཁྱོན་པ་ཞིག་ཡོད་པ་དུས་རིམ་སློབ་གྲྭ་འཕེལ་གཏོང་ངེས་པས་གོང་བུ་ཆགས་ཏེ་བཤད། ད་ལྟ་ཉེ་ཆར་ཤུགས་ཁྱོན་ནས་ལོ་ཉིས་སྟོང་སྣེ་ཞིག་ནས་ཡོད་པ་ཨ་ནེ་སློབ་ཕྲུག་ཚོས་མི་མི་ནས་ད་ག་ལ་ག་ཙམ་ཅིག་སློབ་གྲྭ་འཛིན་གྲྭ་བཅུ་བ་ཐོན་བཅུ་གཉིས་ཐོན་ཨ་ནེ་དེ་ནས་མཐོ་རིམ་སློབ་གྲྭ་འཕེལ་གཏོང་ངེས་ད་ལྟ་གང།